འདོན་ཐེངས་སུམ་ཅུ་པ་དེ་དུས་བཅས་ཆགས་ཡོད། དངོས་གཞིའི་འདོན་ཐེངས་སུམ་ཅུ་པ་དེ། དེ་རིང། བརྙན་ཐུང་འདོན་ཐེངས་དེ་དུས་བཅས་སུམ་ཅུ་པ་དུས་ཆགས་ཡོད་རོ། ད་དེ་རིང་ངས་རྣམ་པ་ཚོ་ལ་ཡང་ཞུ་ཡ་དེ། ཧང་སང་དགོས་ཡ་ད་གལ་ཆེན་པོ་ཞུ་ཅིག་དང་ནང་ཆོས་ཀྱི་ཚིག་གལ་ཆེན་པོ་ཞུ་ཅིག་ངས་ཀྱི། དུས་བཅས་དུས་ཨ་ནེ་རྒྱ་སེ་ཆེན་པོ་ཞི་བ་ལས་མཛད་པའི་ཨ་སྤྱོད་འཇུག་གི་ཚིག། ཤོ་ལོ་ཀ་གཅིག་དུས་བཅས་ལུང་ཕྱི་མ་གྲངས་བཅས། ཨ་ནེ་ཚིག་དེ་དོན་དག་ག་རེ་བརྩི་དགོས་ཡོད་མེད། ཚིག་འདི་དག་ག་རེ་རེད་ཟེར་ནས་ཞུས་པ་ཡིན་ན། གལ་ཏེ་བཅོས་སོ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཡོད། གལ་ཏེ་བཅོས་སོ་མེད་ན་ནི་དེ་ལ་མི་དགའ་བྱེད་ཅི་ཕན། ཚིག་འདི་འདི་བྱ་དགོས་པར་ཐལ། ཚིག་འདི་མ་བཤད་ན་ངའི་དེ་བརྙན་ཐུང་གང་ལ་བཞག་གི་ངེས་རེད་བ། རྣམ་པ་ཚོ་ཐུགས་སྣང་ཡོད་མཁན་ཚོ་གཟིགས་རོགས་གནང་ཟེར་ཅེས་ཞུ་ཡ་ཡིན། འདི་འདྲའི་ཡོད་དུས་ཚང་མ་ལ་ཡག། ད་ནི་ཚིག་དེས། རྒྱལ་སྲས་ཆེན་པོ་ཞི་བ་ལའི་གསུང་ཕྱག་དུས་རེར་རྒྱལ་སྲས་ཆེན་པོ་ཞི་བ་ལ་ཞུ་མཁན་དེ་ཨ་ནི་དངོས་གནས་དྲ་ནས་སྐྱེས་ཆེན་བལྟམས་པ་བསམ་གྱིས་མི་སྐྱེས་ཆེན་བལྟམས་པ་བསམ་གྱིས་མི་ཁྱབ་པ་ཨ་ནི་རྒྱ་གར་གྱི་ད་པཎ་དྲུག་བཅུ་བདུན་ནང་ལོགས་ནས་གཅིག་ཆགས་སྐོར་རེད་དེ་འདྲ་ཡིན་ཙང་ཨ་ནི་མཁས་པའི་དབང་པོ་བསམ་གྱིས་མི་ཁྱབ་པ་ཆགས་དུས་རེད། དེ་འདྲ་ཡིན་དུས་ད་ཚིག་དེ་དུས་དོན་དག་དེ་ག་རེ་སྲིད་སྐོར་རེ་བྱས་ནས་ཞུས་པ་ཡིན་ན། ད་ཚིག་དེ་ཨ་ནི་ད་ལྟ་གོང་གི་ཨ་ནི་ངས་ཚིག་ཁྱོད་ཡག་གི་ཚིག་དེ་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཡོད་གལ་ཏེ་བཅོས་སུ་མེད་ན་ནི

རེད་བ། ད་འགྲེལ་བཤད་དེ་འདྲས་ཀྱི་རྒྱབ་ཤ་ན་མ་འགྲིག་པ་ཡོད་མ་རེད་བསམ་གྱི་འདུག་ཨ་ནི་མ་ཤེས་ན་ད་ངས་འདི་འགྲེལ་བཤད་དེ་ངས་ང་ཡང་ཅིག་གོ་བ་གཏིང་ཟབ་པོ་དེ་འདྲས་ཁེལ་མེད་མཁན་ཨ་མི་ཐེབས་ཆག་ཅན་པས་སོང་ཙང་ཨ་ནི་ངས་ཀྱི་གོ་བ་རྒྱབ་སྟངས་དེ་ཚོ་མ་འགྲིག་པ་དེ་འདྲས་བྱུང་ཡོད་པ་ཡིན་ན་ཨ་རྣམ་པ་ཚོས་མཆན་རྒྱབ་ས་དེ་བ་ལ་རེད་ད་ན་བཞིན་ད་ཡུལ་གྲུ་པར་དེ་འདྲས་ཡིན་ན་ཨ་ནི་བརྙན་ཐུང་བརྒྱུད་ནས་ང་ལ་ཡག་ཐུགས་ཆེ་དགག་པ་རྒྱབ་དགོས་ཡ་དེ་འདྲས་ག་རེ་ཡོད་ན་རྒྱབ་རོགས་བྱེད་ཞུ་ཡ་ཡིན་རེད་བ། གལ་ཏེ་བཅོས་སུ་ཡོད་ན་ནི་ཟེར་ད་ངས་ཚིག་ཤོ་ལོ་ཀ་གཅིག་དེ་ཚིག་འགྲེལ་རྒྱག་གིན་ད་ཉན་ལ་དང་པོ། གལ་ཏེ་བཅོས་སུ་ཡོད་ན་ནི་ཟེར་བ། གལ་སྲིད་བཅོས་ཡག་གི་ཐབས་ལམ་ཅིག་ཡོད་པ་ཡིན་ན་ཟེར་བ། ཚིག་གི་དོན་དག་འདི་ཟེར་གྱི་ཡོད་ས་རེད་དེ་འདྲ་ཡིན་དུས་ཙམ་མ་ལ་ཡ། ད་ཚིག་འདི་བཟོས་ཀྱི་ཡོད་རེད་བསམ། དེ་རུ་བ། ད་གལ་ཏེ་བཅོས་སུ་ཡོད་ན་ནི་ཟེར་དུས་ཙམ་མ་ལ་ཡ། གལ་སྲིད་བཅོས་ཡག་གི་ཐབས་ལམ་ཅིག་ཡོད་པ་ཡིན་ན་ཟེར་བ། ད་ག་རེ་བཅོས་ཡག་གི་ཐབས་ལམ་ཅིག་ཡོད་པ་ཡིན་ན་ཅིག་ཅིག་ཞུས་པ་ཡིན་ན་ངས་དཔེ་མཚོན་འདྲ་པོ་ཅིག་ཞུས་པ་ཡིན་ན། དཔེ་འདྲ་པོ་ཆགས་ཆགས་ན་ང་རང་ཚོ་ད་ནད་ན་ཚ་རེད་ཨ་ནི་ཅིག་དཀའ་ངལ་རེད་སེམས་ཀྱི་དཀའ་ངལ་ལུས་ཀྱི་དཀའ་ངལ་ད་ཅིག་གང་ལྟར་ཁུ་བ་ན་ཁུ་ཚ་དུས་དཀའ་ངལ་ཅིག་མ་གཏོགས་བདེ་བ་སྡུག་བསྔལ་ཅིག་མ་གཏོགས་བདེ་བ་ཞེ་དྲག་མེད་ང་རང་ཚང་མ་ལོ་ཁས་ལེན་དགོས་ར་དེ་འདྲ་ཡིན་དུས་ཙང་མ་ལ་ཡ། དཔེ་འདྲ་པོ་ཆགས་ཆགས་ན་ཀན་སལ་ན་ཚ་ཚིག་ཡ་དེ་ཚོ་ད་ང་ཚོ་གལ་སྲིད་ན་པ་ཡིན་ན་ད་མི་ཕལ་ཆེ་བ་འདས་གྲོངས་ཕྱིན་འགྲོ་གི་ཡོད་པ་ཅིག་ད་ང་ཚོ་ནམ་རྒྱུན་ཤེས་དགོས་ར་དེ་ཡིན་དུས་ད་གང་ལྟར། སྨན་པ་སྐད་གྲགས་ཆེན་པོ་དེ་འདྲས་བཅོ་ལྔ་ཉི་ཤུ་དེ་འདྲས་ལ་ཕར་བརྟག་དཔྱད་བྱས་པ་ཡིན་ན་ཡང་ད་མི་དེས་སྨན་བཅོས་བྱས་ནས་རྩ་བ་ཉིད་ནས་ཕན་གྱི་མི་འདུག་ཨ་ནི་ཡག་ནང་ལ་ཡག་ཁྲིད་འགྲོ་ཤོག་དེ་འདྲས་ཡིན་དུས་ཚང་མ་ལ་ཡག་ད་མི་དེས་ཨ་ཉི་མ་འགའ་ཤས་རྗེས་ལ་ཡང་འདས་གྲོངས་ཕྱིན་ཡ་མ་གཏོགས་ད་གྲོངས་འགྲོ་ཡ་མ་གཏོགས་ཁྱེད་ལྷག་མི་འདུག་སེ་ཡ་ཅི་ད་སྨན་པས་སྨན་པ་ཆ་ཚང་གི་ཁ་གཅིག་གྲགས་གཅིག་བྱས་དེ་འདྲས་ལབ་རྗེས་ད་གང་ལྟར་བཅོས་ཡག་གི་ཨ་ནི་གར་ཞུགས་པ་རེད་ཐབས་ལམ་དེ་འདྲས་མེད་སྐྱོ་དང་ཡང་ཐབས་ལམ་དེ་འདྲས་ཡོད་སྐྱོ་དེ་འདྲས་ཡོད་རུང་བ། དེ་ཡིན་དུས་ཚང་མ་ལ་ཡང་ད་གང་ལྟར། ནད་ན་ཚ་འདི་འདྲའི་ཞེད་སྣང་ཚ་བུ་ཅིག་ན་པ་ཡིན་ན། དཔེར་ན་ཀན་སར་ན་ཚ་ལ་སོགས་པ་ད་ཅིག་ཡོར་བ་ད་གོང་དུ་ཞུས་པ་ན་ཅིག་འདི་མ་ཡིན་གྱི་ད་ན་ཚ་འདྲ་མིན་སྣ་ཚོགས་ཅིག་ཡོང་ཆོག་གོ་རོ་དེ་འདྲ་ཡིན་དུས་ཚང་མ་ལ་ཡང་ན་ཚ་རེད་ཨ་ནི་ད་འདི་མ་ཡིན་གྱི་རྙོག་དྲ་རེད་དཀའ་ངལ་རེད་དཔེ་འདྲ་བུ་ཆགས་ཤིང་ད་ལྟ་ང་རང་ཚོ་རྒྱ་གར་དང་པ་ཀི་སི་ཐང་གི་ད་ཅིག་གི་དམག་འདྲ་བུ་ཅིག་ད་ཡང་འགྲོ་དང་འགྲོ་བཞིན་པ་འདྲ་བུ་ཆགས་གོ་རོ་ག་ཤེད་ཀྱི་ཚེ་ད་ད་མཚམས་བཞག་ཚར་སྲིད་གོ་རེ་ག་ཤེད་ཀྱི་ཚེ་དུས།

རྐང་གཉིས་ཡིན་ནས་ར་འདུག་ན་ནས་ན་ཚ་ཡིན་ནས་དགྲ་འདུག་རྙོག་དྲ་ཡིན་ནས་ག་རེ་ཡིན་པ་ཡིན་ན་བེད་སྤྱོད་ཡག་གི་ཐབས་ལམ་ཅིག་ཡོད་པ་ཡིན་ན་ཟེར་རེད་རེད་བ་གལ་ཏེ་ཆུས་སུ་ཡོད་ན་ནི་ཟེར་ཡག་གི་ག་འདར་རེད་བ་ད་དཔེ་ག་དཔེ་དེ་དང་དེ་འདྲ་བ་ད་དཔེ་ག་རེ་སྦྱང་ནས་འབྲི་གོ་རེད་ད་ཡིན་ཅི་མིན་ཅི་ནས་ན་ཚ་གཅིག་པུ་བྱ་འོང་མ་རེད་དཔེ་ན་རྐང་གཉིས་རྙོག་དྲ་ག་འདྲའི་ཆུས་པ་ཡིན་ནས་རེད་བ། ལུས་ཀྱི་རྐང་གཉིས་སེམས་ཀྱི་རྐང་གཉིས་ག་རེ་ཡོད་པ་ཡིན་ནས་རེད་བ་དེ་འདྲ་ཡིན་དུས་ཚང་མ་ལ་ཡང་གལ་སྲིད་སྤྱོད་ཡག་གི་གལ་ཏེ་ཆུས་སུ་ཡོད་ན་ནི་ཟེར་ཡག་དེ་རེད་སོང་གལ་སྲིད་སྤྱོད་ཡག་གི་ཐབས་ལམ་ཅིག་ཡོད་པ་ཡིན་ན་ཟེར་རེད་བ་དེ་ལ་མི་དགའ་ཅི་ཞིག་ཡོད་ཟེར་བ། གལ་སྲིད་བཅོས་ཡག་གི་ཐབས་ལམ་བྱེད་ཡོད་པ་ཡིན་ན། རྙོག་དྲ་དང་དཀའ་ངལ་དང་ན་ཚ་དེ་གས་དེ་གལ་སྲིད་བཅོས་ཡག་གི་ཐབས་ལམ་བྱེད་ཡོད་པ་ཡིན་ན། འདི་ལ་མ་འགའ་བ་བྱེད་དགོས་ཡ་དཔེ་སེམས་སྡུག་དགོས་ཡ་སེམས་ཁྲལ་བྱེད་དགོས་ཡ་དེ་འདྲའི་རྩ་བ་ཉིད་ལ་ཡོད་མ་རེད་ཟེར་བ་དཔེ་འདྲ་བོ་ཆ་ཆ་ནས་ན་ཚ་འདྲ་བོ་བྱེད་ན་ན་ང་རང་ཚོ་སྨན་ཁང་སྟོན་སྨན་པ་ལ་སྟོན་སྨན་སྨན་བཅོས་བྱེད་ཡ་ད་ལྟ་ག་རེ་ཡིན་ན་ཡོད་རེད་བ་དེ་འདྲས་ཡིན་དུས་འདི་ལ་སེམས་ཁྲལ་བྱེད་དགོས་ཡ་ཁྱེད་ཡོད་མ་རེད་ཟེར་བ། རྙོག་དྲ་ཡིན་ན་ག་རེ་ཡིན་ན་དཔེ་ན་རྙོག་དྲ་ཡིན་ན་མི་དང་མི་ལ་བག་སྐད་ཆ་བཤད་རེ་བ་ཞུ། གཉིས་གཅིག་དཔེ་ལྟ་བུ་ཆ་ཤས་ན་ད་ཅིག་ཚོགས་པ་དང་སྒྲིག་འཛུགས་ག་རེ་མི་སྒེར་སོ་སོ་ཡིན་ནས་རྙོག་དྲ་དང་དཀའ་ངལ་དེ་འདྲ་ག་རེ་བྱུང་བ་ཡིན་ནས་ཕར་ཚུར་སྐད་ཆ་བཤད་གཞི་འཇམ་པོའི་ཐོག་ནས་བག་སྐད་ཆ་བཤད་ཨ་ནི་ཚུར་ཅིག་བསམ་ཤེས་དེ་འདྲ་དེ་འདྲ་བྱེད་རོགས་བྱས་བག་རེ་བ་ཞུ་ཡ་འདྲ་པོ་ད་ག་རེ་ཡིན་ནས་ཅིག་ཡོ་རོ་བ་ཡ། དེ་འདྲ་ཡིན་དུས་ཙམ་མ་ལ་ཡ་གལ་སྲིད་བཅོས་ཡ་གི་ཐབས་ལམ་ཅིག་ཡོད་པ་ཡིན་ན་སེམས་ཁྲལ་བྱེད་དགོས་ཡ་རྩ་བ་ཉིད་ནས་ཡོད་མ་རེད་སེམས་པ་སྡུག་དགོས་ཡ་རྩ་བ་ཉིད་ནས་ཡོད་མ་རེད་ཟེར་བ་དེ་འདྲ་ཡིན་དུས་ཙང་མ་ལ་ཡ་ཁོ་བློ་བདེ་པོའི་ཐོག་ནས་སེལ་ཆོག་གི་རེད་ཟེར་བ། སེམས་ཁྲལ་བྱེད་དགོས་ཡ་མ་རེད་བློ་བདེ་པོའི་ཐོག་ནས་ག་འདར་བཅོས་ཡ་གི་ཐབས་ལམ་ཅིག་ཡོད་པ་ཡིན་ན་སེམས་ཁྲལ་བྱེད་དགོས་ཡ་གལ་ཡོད་མ་རེད་བ་དངོས་གནས་དངོས་ཡོད་གནས་ཚུལ་གྱི་བསམ་བཏང་པ་ཡིན་ན་རེད་བ། དེ་འདྲ་ཡིན་དུས་ཙང་མ་ལ་ཡ་གལ་འདར་བཅོས་སོགས་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཡོད། དེ་ལ་མ་དགའ་བ་བྱེད་དགོས་ཡ་སེམས་ཁྲལ་བྱེད་དགོས་ཡ་གལ་ཡོད་མ་རེད་ཟེར་བ། འོ་འདི་གཅིག་བྱས། ད་ཚིག་གཉིས་པོ་འདི་སྒྲོག་ཚར་སོང་བ་གལ་འདར་བཅོས་སོགས་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཡོད། ཚིག་རྐང་དང་པོ་གཉིས་དེ་བྲོ་ཚ་བ་ཟེར་བ། ད་ཚིག་མ་ཚིག་རྐང་ཕྱི་མ་གཉིས་དེ་གར་བཀླག་གོ། གར་གསུང་གི་འདུག་ཟེར་བྱས་ནས་ཞུ་བ་ཡིན་ན། ཨ་ནི་གལ་ཏེ་བཅོས་སོགས་མེད་ན་ནི་དེ་ལ་མི་དགའ་བྱེད་ཅི་ཕན་ཟེར་བ། ད་གལ་སྲིད་ཨ་ནི་བཅོས་ཡག་གི་ཐབས་ལམ་ཅིག་མེད་པ་ཡིན་ན་ཟེར་བ། གལ་ཏེ་བཅོས་སོགས་མེད་ན་ནི་ཟེར་བ། དེ་ལ་མི་དགའ་བྱེད་ཅི་ཕན་གསུངས་འདུག་དེ་འདྲ་ཡིན་དུས་ཙམ་མ་ལ་ཡ། གལ་སྲིད་བཅོས་ཡག་གི་ཐབས་ལམ་ཅིག་མེད་པ་ཡིན་ན་ད་གི་ངས་གོང་དུ་ཞུ་སོང་བ་དཔེར་ན་ཀན་སལ་ནགས་ཚལ་ཟེར་ཡག་འདྲ་བོ་ད་དེ་འདྲའི་ཞེ་ནགས་ཚ་བོ་དེ་འདྲའི་ད་དཔེ། སྨན་པ་བཅོ་ལྔ་ཉི་ཤུ་དེ་འདྲི་ལ་ཕག་སྟོན་སྨན་པ་སྐད་གྲགས་ཆེ་རི་ཆི་ཚེ་དཔལ་བཅོ་ལྔ་ཉི་ཤུ་དེ་འདྲི་ལ་ཕག་སྟོན་པ་ཡིན་ནས་ད་སྐུ་ཟླ་བ་གཅིག་གཉིས་རྗེས་ལ་གྲོང་གཡག་སྟེང་ཁྱེད་ཚ་ཞག་དེ་འདྲེ་ཡིན་དུས་ད་ཕན་ཐོག་རྩ་བ་ཉིད་ནས་མི་འདུག་སྨན་པ། སྨན་བཅོས་བྱེད་ནས་ཁྱོད་རང་ཚོ་འབྲོག་ཚོང་ཁྲོ་ལག་རེད་ཞག་ཨ་ནི་ཡག་ལོག་འགྲོ་ཤོག་ནང་ལ་ཕག་ཁྲིད་ནས་ལོག་འགྲོ་ཤོག་ཟེར་ཡག་གི་ད་གནས་སྟངས་དེ་འདྲི་ཞེ་ན་ཚ་པོ་ཅིག་ཆགས་པ་ཡིན་ན། ད་ང་རང་ཚོ་ཧོབ་ད་ག་ལ་བསམ་གཏམ་པ་ཡིན་ན་གར་ཆགས་གི་རེད་ཟེར་ལབ་པ་ཡིན་ན། ད་ཅིག་སེམས་ན་སེམས་ཁྲལ་དང་རྔམ་སྐྲག་ད་ད་མ་འདྲ་བ་ཞུ་གི་སླེ་གི་རོགས་ཨོ་ད་ང་དཀོན་མཆོག་གསུམ་འཛམ་གླིང་འདི་ནས་ཁ་ཁ་བྲལ་ནས་འགྲོ་བཞག་ཡ་ཡིན་ས་རེད་དེ་འདྲ་ཡིན་དུས་ད་ཅིག་རེད་མ་སོ་བསམ་ཅིག་སེམས་ན་སེམས་ཁྲལ་ཞུ་གི་སླེ་གི་རོགས་ཨ་དེ་འདྲ་ཡིན་དུས་ཙང་མ་ལ་ཡ། ཨ་འདི་སེམས་ཁྲལ་བྱས་ནས་གར་ཕན་ཐོག་ཡོད་རེད་ད་དྲང་པོ་ཤེས་པ་ཡིན་ན་རོགས་ཨ་སེམས་ཁྲལ་བྱས་ནས་ཕན་ཐོག་ག་གི་ཡོད་མ་ར་དེ་འདྲ་ཡིན་དུས་ཙང་མ་ལ་གལ་ཏེ་བཅོས་སུ་མེད་ནམ་ཡིན་གལ་སྲིད་བཅོས་ཡག་གི་ཐབས་ལམ་མེད་ཀྱོག་དེ་འདྲ་ཅིག་ཡིན་ན། ཨ་ནེ། དེ་ལ་མི་དགའ་བྱེད་ཅི་ཕན་ནི་ཟེར་བ་འདི་ལ་མ་དགའ་བ་བྱས་ནས་གར་ཕན་ཐོགས་ཡོད་རེད་ཟེར་བ་དེ་ལ་མི་དགའ་བྱེད་ཅི་ཕན་ནི། འདི་ལ་མ་དགའ་བ་བྱས་ནས་གར་ཕན་ཐོགས་ཡོད་རེད་ཟེར་བ་ད་གར་ཕན་ཐོགས་ཡོད་སོང་ཕན་ཐོགས་གལ་ཆེ་ཡོད་མ་རང་ད་ཕན་ཐོགས་མེད་ན་འོ་ན་གར་བྱོས་ཞུ་གསུང་གོ་ལབ་པ་ཡིན་ན་ཨ་ནེ་སེམས་པ་བདེ་བོའོ་བྱེད་བློ་བདེ་བོའོ་བྱེད་བསམ་བློ་རྒྱ་ཆེ་སའང་བཏང་སོ་སོ་སོར་དཀའ་ངལ་མེད་རྒྱོ་བསམ་བློ་ག་རེ་ཡིན་ནས་བཏང་ཡ་རོ་བ་དཔེ་དྲ་བོ་ཆག་ཆག་པ་ཡིན་ན་ཨ་ནེ། ང་རང་ཚོ་ཚང་མ་ལ་འཁོར་བ་དང་འཁོར་དུ་ཡོད་རོགས་དེ་ཡིན་དུས་ཚང་མ་ལ་ཁམས་གསུམ་འཁོར་བ་སྡུག་བསྔལ་གྱི་རང་བཞིན་ཟེར་ཅེས་ཅིག་ང་རང་ཚོ་ཅིག་བཤད་བསྡད་དགོས་རོགས་བཤད་དགོས་རོགས་ནམ་རྒྱུན་ནས་དེ་འདྲ་ཡིན་དུས་ཚང་མ་ལ་ཡང་འཁོར་བ་དང་འཁོར་ཚར་དུས་ད་སོ་སོ་གལ་སྲིད་དཔེར་ན་ངས་ད་གིན་སྤྱོད་ཡག་མེད་པ་ཡིན་ན་ལ་ཡིན་ད་སྤྱོད་ཡག་ཡོད་མདོག་སེམས་ཁྲལ་བྱེད་དགོས་ཡ་གོ་རོགས་མི་འདུག་བློ་བདེ་པོའི་ཐོག་ནས་ཁོ་རྙོག་དྲ་སྐད་ཆ་བཤད་ནས་རྙོག་དྲ་སེལ་ཡ་དེ་འདྲ་ཡིན་ན་སྐད་ཆ་བཤད་ནས་རྙོག་དྲ་སེལ་དཔེར་ན་ད་ལྟ་པ་ཀི་སི་ཐན་དང་རྒྱ་གར་གྱི་རྙོག་དྲ་དེ་འདྲ་ཡིན་ན་ཁོ་སྐད་ཆ་བཤད་ནས་ག་ག་རེ་ཡིན་ན་ཁོ་སེལ་ཡ་ཡོད་རོགས་ད་སེལ་ཡག་གི་མེད་སྐྱོག་གི་དཀའ་ངལ་སྤྱོད་ཡག་རྩ་བ་ཉིད་ནས་མེད་སྐྱོག་ཐ་ཀན་སར་ན་ཚར་སོགས་འདྲ་བོ་དེ་འདྲས་ཡིན་པ་ཡིན་ན། ད་ཁུ་སེམས་ན་སེམས་ཁྲལ་བྱས་བསྡད་ནས་ཕན་ཐོག་ཡོད་རེད་བས་སོ་ན། ཕན་ཐོག་ག་གེ་ཡོད་མ་རེད་ད་ཁུ་གང་ལྟར། སྨན་དཔལ་གྱི་སྨན་པ་ཆ་མང་བོ་ཞུ་བ་གཅིག་ལ་སྐད་ཆ་དྲིས་ནས་གང་ལྟར་ཁུ་གཅིག་ཟླ་བ་གཉིས་གསུམ་རྗེས་ལ་ད་གཅིག། འདས་གྲོངས་བྱིན་ཡག་ནི་གཏིང་སྐྱེས་ཚར་ཤག། ད་སྤྱོད་ཡག་གི་ཐབས་ལམ་ནི་མི་འདུག་ཟེར་ལབ་པ་ཡིན་ན་སེམས་ཁྲལ་བྱས་ནས་ཕན་ཐོག་ག་གེ་ཡོད་མ་རེད་ཟེར་བ། འོ་ན་ད། སེམས་ཞི་བདེ་ཡོད་ཡག་གི་ཆེད་དུ་བསམ་བློ་ག་རེ་འདྲ་ཞིག་བཏང་དགོས་རེད་ཅེས་ནས་ཞུས་པ་ཡིན་ན། ཨོ། ད་ང་ཁོ་བ་ན་ཁོ་དུས་ཡོད་རེད་དེ་འདྲའི་ཡིན་དུས་ཁམས་གསུམ་ཁོ་བ་སྡུག་བསྔལ་གྱི་རང་བཞིན་རེད་ཁོ་བ་ན་ཁོ་ཚ་དུས་ཙམ་མ་ལ་ཡ། སྡུག་བསྔལ་གྱིས་མ་གཏོགས་བདེ་བ་ཅིག་དུས་ན་ཡོང་གི་མ་རེད་ཨ་བསམ་གྱི་བསམ་བློ་རྒྱ་ཆེ་སའམ་དང་རོ་ཨ། དེ་འདྲའི་ཡིན་དུས་ཙམ་མ་ལ་ཡ། ད་ཅིག་ཁོ་བ་ན་ཁོ་ཚ་དུས་ཙམ་མ་ལ་ཡ་ད། དཀའ་ངལ་དེ་འདྲའི་ག་རེ་ཡིན་ནའི་ཡོང་གི་རེད་ཨ་མི་དེ་ཚོ་མི་ཚེ་གྱི་ཆ་ཤས་རེད་ཨ། ཅིག་སོ་སོ་ལུས་ལ་ནད་ན་ཚ་ན་ཡིན་ནའི་དགྲ་འདུལ་ག་རེ་ཡིན་ནའི་ད་ཅིག། མོ་རྒན་དམག་འཁྲུག་ཡིན་ནའི་ག་རེ་ཡིན་ནའི་ད་ཅིག་རྙོག་དྲ་ཡིན་ནའི་ག་རེ་ཡིན་ནའི་ཡོང་གི་རེད་ཨ། དེ་གས་དེ་ད་དངོས་གནས་དྲ་ནས་སོ་སོ་ངོས་ནས་ཚེ་སྙེ་མ་གཅིག་ལས་ངན་ས་ལུས་ཀྱི་འབྲས་བུ་ཡིན་ཨ་བསམ་གྱི་བསམ་བློ་དེ་འདྲའི་ཅིག་བཏང་པ་ཡིན་ན་ཁོ་རང་བཞིན་གྱི་སེམས་ཞི་བདེ་ཆགས་ཅིག་ཡོང་དགོས་ར་བ་ཁོ་ཕྱོགས་གཅིག་ནས་ང་རང་ཚོ་ཚེ་འདི་ནང་ལོ་ནས་ན་ཚ་རེད་དཀའ་ངལ་འདི་འདྲ་ཡོད་ཡ་དེ་ཕྱོགས་གཅིག་ནས་ཚེ་སྙེ་མས་ཀྱི་ལས་རེད་ཟེར་ན་མ་འགྲིག་པ་ཡོད་མ་རེད་བསམ་གྱི་འདུག་ར་བ་ག་རེ་རེད་ཟེར་ལབ་པ་ཡིན་ན་དེ་ཡང་ཨ་ནེ་གར་སོ་བར་དེའདི་གསུང་གི་འདུག་ད་ལྟ་སྙེ་མ་ཅི་ཞིག་སྙེ་མ་ཅི་ཅིག་ད་དེའི་ལུས་ལ་ལྟོས་ཕྱི་མ་ག་འགྲོ་ད་ལྟ་སེམས་ལ་བྲིས་ཕལ་ཆེར་རྗེ་རིན་པོ་ཆེ་གི་ལམ་རིན་ཆེན་པོའི་ནང་ལོ་ཡིན་པ་ཡོད་ར་བ། དེའི་མདོས་ཟེར་བ་ལ་སྙེ་མ་ད་ཅི། སྙེ་མ། ཅི་བྱེད་ད་དེའི་ལུས་ལ་མདོས་ཟེར་རོ། ད་ང་རང་ཚོ་ད་ལྟ་ཚེ་འདི་ནང་ལོག་ལ་ཡ། སྐྱེ་བ་ཡག་པོ་ལེན་ཡ། ཨ་ནི་དངོས་གནས་དཔེར་ན་ང་ངེད་བཟོ་འདྲ་པོ་ཆགས་ཤིང་ད་སློབ་སྦྱོང་ཞུ་གལ་ཡོད་མར་དེ་ཡིན་ན་ཡང་སོ་སོ་ངེད་ནས་མི་ལུས་རིན་པོ་ཆེ་ཅིག་ཐོབ། ཨ་ནི། གདན་ས་ཆེན་པོ་དཔལ་ནཱ་ལེནྡྲ་གཉིས་པ་དཔའ་འདི་འབྲས་དཀར་སྤུངས་པ་ལ་ཡར་འདུག་ཟེར་ཆེད་དངོས་གནས་དྲང་གནས་ད་ཅི། གདན་ས་གསུམ་སི་ཏུ་ཙམ་མ་ཡ་ད་ནང་ཆོས་སློབ་གཉེར་བྱེད་ས་དེ་གདན་ས་གསུམ་ལས་ལྷག་ཅིག་འཛམ་བུ་གླིང་ནས་གོ་རོགས་ཡོད་མ་རེད་ལམ་འབྲི་གོ་རོ། དེ་འབྲེལ་གྱི་ད་གདན་ས་གསུམ་ནང་ལོགས་ནས་གང་རུང་སྤྱི་དང་དེ་ལས་ཨ་ནི་རྗེའི་དགོས་པའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དང་རྗེ་ད་སོ་སོའི་དཔེ་ཆ། མ་རྟགས་ནས་མ་རྟོགས་གཅིག་པའི་རྟགས་སྣང་ནི་ད་དཔེ་དངོས་གནས་དྲ་ནས་དཔེ་ཁྲིད་དགེ་རྒན་དེ་ཚོ་ཡིན་ན་བསམ་གྱིས་མི་ཁྱབ་པའི་ད་མཁས་པ་ཆེན་པོ་ཉམས་ལེན་ཅན་དེ་འདྲའི་མཇལ་རྒྱུ་ཡོད་པ་རེ་བ་ཡ། དེ་འདྲའི་ཡིན་དུས་ཙམ་མ་ལ་ཡ་ཨ་ནི་ཅི་ཁ་ཤོ་བོར་ད་སྙན་མ་ཅི་བྱེད་ད་དེའི་ལུས་ལ་ལྟོས་སུ་དུས་ཙམ་མ་ལ་སྙན་མ་ག་རེ་བྱེད་ཡ་དེ་སོ་སོ་ད་ད་ཀྱི་གནས་སྟངས་ལ་བསམ་བཏང་ཆོག་གི་འདུག་ཨ། སྟེང་དུ་ཕྱེ་མ་ག་འགྲོ་ད་དག་སེམས་ལ་བྲིས་སྲིད་པའི་ཚོད་མ་ལ་ཕྱེ་མ་ག་བ་ལས་མ་དེ་སྐྱེ་བ་ཕྱི་མ་ཡག་པོ་ཆགས་དང་མ་ཆགས་སྲིད་ཡ་དེ་སོ་སོའི་ཚིག་འདི་རྣམས་ལ་ཡག་པོ་བྱས་མ་བྱས་ལ་རག་ལས་པོ་ཡོད་རོ་བ་དེ་འདྲ་ཡིན་དུས་ཚང་མ་ལ་ཡ་གང་ལྟར་ཚིག་ཐ་མ་དེ་ད་ལྟ་སྤྱོད་འཇུག་གི་ཚིག་ཐ་མ་བྱོས་བ་ད་ལྟ་གལ་ཏེ་བཅོས་སུ་མེད་ན་ནི། དེ་ལ་མི་དགའ་བྱེད་ཅི་ཕན་ཟེར་བ། གལ་སྲིད་བཅོས་ཡ་གི་ཐབས་ལམ་ཅིག་མེད་པ་ཡིན་ན་སེམས་ཁྲལ་བྱེད་དགོས་རྩ་བ་ཉིད་ནས་ཡོད་མ་རེད་ལྷོད་ལྷོད་བྱེད་ཞོག་སེམས་པ་སྐྱིད་པོ་བྱེད་ཞོག་འདི་ང་རང་ད་ལྟ་ཚིག་སྙན་མ་ལས་ངན་བསགས་པའི་གི་འབྲས་བུ་ཡིན་ཁོ་བ་ན་ཁོ་ཟེར་དུས་དཀའ་ངལ་ཅིག་མ་གཏོགས་ཡོང་གི་མ་རེད་བསམ་གྱི་ད་གིན་གོང་དུ་ལམ་རིམ་གྱི་ཚིག་བྱོས་བ་དེ། གལ་ཏེ། སྙེ་མ་ཅི་བྱེད་ད་ལྟའི་ལུས་ལ་ལྟོས། ཕྱི་མ་མཁའ་འགྲོ་ད་ལྟ་སེམས་ལ་ཁྲིད་བསད་སྦྱོར་རོ། ཨོ་ཚིག་འདི་ཚོ་ཡར་དྲན་གྱི་བསམ་བློ་བཏང་བ་ཡིན་ན། ཨ་ནི་དངོས་གནས་དྲ་ནས་སེམས་རང་བཞིན་གྱི་ཞི་བདེ་ག་རེ་ཡིན་ནི་ཡོང་གི་རེད་ཅེས་བྱས། འདི་ང་རང་གི་ཚིག་འདི་ཡིན་ན་ང་རང་ཡིན་ནི་དཔེ་སེམས་ནང་ལ་ཕན་པོ་འདྲ་བོ་ཞིག་བྱུང་ཟུར་བ་དེ་ཡིན་དུས་ཨ་ནི་རྣམ་པ་ཚོ་ལ་ཡ་གཅིག་ཕན་ཐོག་འདྲ་ཞིག་བྱུང་རོགས་བྱས་ན་བསམ་གྱི་ཨ་ནི་སོ་སོ་ངས་འདི་ལྟར་རེ་བ་འདྲ་བོ་ཞིག་བརྒྱབ་ཀྱི་ཨ་ནི་འདུག་ཅེས་ཞུ་བའི་སྐད་ཆ་ཡིན་རོ། ཨ་ནི་ད་སྐད་ཆ་འདི་དེ་འདྲའི་འདྲ་བོ་ཅིག་ཡིན་ས་རེད་བཞིན་ད་ཤི་ར་ཤི་ར་ཞོལ་ཡ་མི་འདུག་ད་ད་ད་ཆུ་ཞིག་འཐུང་བྱུང་བ་ཅིག་སྙེ་ལ་འདི་སྤར་ར་ཚ་བ་ཞུགས་འདུག་ཨ་ད། རྒྱ་གར་ལྷོ་ཕྱོགས་ལ་ཡང་བོད་ཟླ་གཉིས་པ་གསུམ་པ་ན་ཚ་བ་ཆེན་པོ་བཞུར་བ། བྱས་ཙང་འདི་འདྲའི་ཡུན་དུ་ད་ངས་སྐད་ཆ་རྡོག་རྡོག་སྐད་ཆ་མཇུག་བསྡུ་གིན་ཡིན་རོ། གལ་ཏེ་བཅོས་སུ་ཡོད་ན་ནི་ཡིན་ཟེར་བ་དེ་ལ་མི་དགའ་ཅི་བྱེད་ཡོད། གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱེད་ཅི་ཕན་ཟེར་བ་དེ་ཡིན་དུས་ད་ཚིག། རྡོག་རྡོག་ཆེན་འགྲེལ་བཤད་ཞུ་བཞག་པ་ཡིན་ན་གལ་ཏེ་བཅོས་སུ་ཡོད་ན་ནི། གལ་སྲིད་བཅོས་ཡག་གི་ཐབས་ལམ་ཅིག་ཡོད་པ་ཡིན་ན་དེ་ལ་མི་དགའ་ཅི་བྱེད་ཀྱི་ཡོད་ཟེར་བ། གལ་སྲིད་བཅོས་ཡག་གི་ཐབས་ལམ་ཅིག་ཡོད་པ་ཡིན་ན་གནས། འདི་ལ་མ་དགའ་བ་བྱེད་དགོས་ཡ་ག་རེ་ཡོད་རེད། ག་ཁྱེད་ཡོད་མ་རེད། སེམས་ཁྲལ་བྱེད་དགོས་ཡ་དཀའ་ངལ་བྱེད་དགོས་ཡ་གནས་འདི་འདྲ་ཁྱེད་ཁྱེད་ཡོད་མ་རེད། རྙོག་དྲ་ཡིན་ན་སྐད་ཆ་བཤད་ནས་ཕར་བསལ་ཡ་ཡོད་རེད། ན་ཚ་འདི་འདྲ་ན་སྨན་ཁང་ན་བཅོས་ཡ་ཡོད་རེད་རོགས་ཡ། ད་གྱེས་ཚིག། གྱེར་ཏེ་བཅོས་སུ་མེད་ན་ནི་ཚིག་རྐང་ཐ་མ་གཉིས་དེར་དག་གྱེར་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱེད་ཅིང་བེད་བྱེད་ཅིང་ཕན་ཟེར་བ། ཚིག་རྐང་ཐ་མ་གཉིས་དེ་དག་ནི་གྱེས་ཚིག་བཅོས་ཡ་གྱི་ཐབས་ལམ་ཅིག་མེད་པ་ཡིན་ན་ཡང་སེམས་ཁྲལ་བྱས་ནས་ཕན་ཐུག་གི་མ་རེད། དེ་ལས་ཀྱང་ངས་ད་གིན་གོང་དུ་ཞུས་པ་ན་བཞིན་སོ་སོའི་ཚིག་ངོ་མ་ལས་ངས་བསབ་པའི་གི་འབྲས་བུ་རེད་མི་ཚིག་འདི་དང་ཨན་ཅེ་ཁོ་ཨ་ན་ཁོ་ཚེ་དུས་དེ་འདྲའི་ཅིག་ཡོང་གི་ར་བསམ་ཅིག་བསམ་བློ་རྒྱ་ཆེ་སར་བཏང་པ་ཡིན་ན་སེམས་རང་བཞིན་གི་ཞི་བདེ་བག་ཕེབས་པོ་ལྷོད་ཤིང་ཤིང་ཆགས་གི་རེད་ཅེས་ཅིག་ཞུས་ཨེ་འོང་འདི་ཅིག་བྱས་ད་རྡོག་རྡོག་འདྲ་པོ་ཞུས་པ་ཡིན་ན་དེ་འདྲའི་ཅིག་མིན་འགྲོ་ཨ་ནི་ང་རང་ཚོ་ཚིག་འདི་ན་དཀའ་ངལ་མང་པོ་ཅིག་སྟེ་ད་སྐྱེ་བ་སྔིན་མ་ཡག་པོ་མ་བརྗེས་པའི་རྐྱེན་གྱི་སྐྱེ་བ། ཚིག་འདི་ན་ལ་དཀའ་ངལ་བྱུང་དེ་ཡ་ཕྱོགས་གཅིག་དེ་ཕྱོགས་གཅིག་ནས་བསམ་བཏང་པ་ཡིན་ན་ད་ཚིག་སྔིན་མ་ཡག་པོ་མ་བརྗེས་པའི་རྐྱེན་གྱི་ཨ་ནི་ཚིག་འདི་ན་ལ་དཀའ་ངལ་ཡོང་གི་འོར་བ་ད་རོ་བ། ངེད་མ་ཅིག་ཅིག་ད་དུས་ལུས་ལ་ལྟོས། གསུངས་འདུག་ཨ། མཆི་མ་ག་དྲོ་ད་ལྟ་སེམས་ལ་བྲིས་ཟེར་དུས་ད་མཆི་མ་ག་རེ། སྐྱེ་བ་མཆི་མ་ག་རེ་བྱ་དང་མ་བྱས་ཟེར་ཡ་དེ་སོ་སོ་ཚིག་དེ་ལ་རག་ལས་དགོས་པའི་སོང་ཙང་འདི་འདྲ་ཡིན་དུས་ཚིག་དེ་ནང་ལ་གཟབ་གཟབ་བྱེད་དགོས་ཡ། ཨ་ནི་མི་ལོ་གནོད་མ་སྐྱེལ་ཡ། ཨ་ནི་ཕན་མ་གཏོགས་གནོད་པ་མ་སྐྱེལ་ཡ། ཨ་ནི་བྱུང་བ་ཡིན་ན་ད་དངོས་གནས་དྲ་ནས་ཆོས་ཉམས་ལེན་གང་ཐུབ་ཅི་ཐུབ་ཅིག་བསྒྲུབ་དགོས་པ་ཡ་དེ་ད་གལ་ཆེན་པོ་ཞུ་ཆགས་འདོད་རོ། ལགས་སོ། འོ་དེ་འདྲ་ཕྱིན། དེ་ནས་ད། ཞིབ་ཚགས་པོ་དེ་རྒྱ་ཆེན་པོ་དེ་འདྲ་ཐོབ་ཁྱེད་ཤིང་ཀོ་མ་རེད་དེ་ཡིན་ནས་སོ་སོ་གི་ད། གང་ཤིང་བ་དེ་ལྷག་བསམ་རྣམ་དག་ཐུག་ནས་རྣམ་པ་ཚོ་ལ་ཡ་གཅིག་ཕན་ཐོག་བྱུང་རོགས་བྱས་ན་བསམ་ཅི་ཨ་ནེ་འདུག་ཅེས་ཞུས་པའི་སྐད་ཆ་ཡིན་རོ། ཨ་ནེ་རྣམ་པ་ཚོས་ད་ང་ལས། ངའི་བརྙན་ཐུང་གསན་གཟིགས་གནང་མཁན་ད་མང་པོ་གཅིག་ནི་ད་ང་ལས་དཔེ་སློབ་སྦྱོང་ཡག་ག་ད་དེ་འདྲ་ཡིན་རྒྱུ་རེད་དེ་འདྲ་ཡིན་དུས་ཙམ་མ་ལ་ཡ་རྣམ་པ་ཚོས་ཨ་ནེ་བརྙན་ཐུང་འདི། ཨ་ནེ་གང་ལྟར། ངས་ཀྱི་དེ་གནང་ལོག་ལ་ཡ་ད་ངས་ཚིག་འགྲེལ་བཤད་རྒྱག་ཡ་དེ་ཚོ་མ་འགྲིག་པ་དང།

ངེད་ཀྱིས་འདི་གང་ལ་དགག་པ་ག་རེ་རྒྱག་རྒྱུ་ཡིན་ན་རྒྱག་རོགས་བྱེས་སུ་ཞུ་ཡ་ཡིན་རོགས་ཨ། དགག་པ་རྒྱག་ཨ་ནི་ཚེ་འདྲའི་རྒྱབ་སྟངས་དེ་ཚོ་མ་འགྲིག་པ་དང་དེ་འདྲའི་ག་རེ་ཡོད་པ་ཡིན་ན་གསུང་རོགས་བྱེས་སུ་ཞུ་ཡ་ཡིན་རོགས་ཨ་ནི་ཡུ་ཀྲུབ་ནང་ལ་ངའི་པར་ཤ་ངའི་མིང་བཏོན་ནས་ཨ་ནི་བྲིས་པ་ཡིན་ན་ཁྱད་པ་གང་ཡང་མི་འདུག་ཨ་ནི། འདི་འདྲའི་གི་ད་དགག་པ་དེ་འདྲ་རྒྱབ་པ་འདི་ཁོ་སོ་སོ་ཡར་རྒྱས་འགྲོ་ཡ་གི་གཞི་རྩ་ཆེ་རོགས་ཨ་དེ་ཡིན་དུས་ཚང་མ་ལ་འདི་འདྲའི་དགག་པ་རྒྱག་མཁན་ཡོད་ཡོད་པ་ཡིན་ན་ཨ་ནི་རྗེས་སུ་ཡི་རང་ཞུ་ཡ་ཡིན་རོགས་ཨ། དེ་ཡིན་དུས་ང་ཚོས་ནམ་རྒྱུན་ཤེལ་སྒོར་བ། ཡར་རྒྱས་ཀྱི་རྩ་བ་སྐྱོན་བརྗོད་ཟེར་ཡ་དེ་དངོས་གནས་རྒྱུ་མཚན་ཡང་དག་པ་འདྲ་ཞིག་འདུག་ད་ཡར་རྒྱས་ཀྱི་རྩ་བ་སྐྱོན་བརྗོད་བཟོས་དུས་ཙམ་ལ་ཡང་གཞི་མེད་ཀྱི་སྐྱོན་བརྗོད་བྱས་དེ་ན་གཞི་རྩ་རྩ་བ་ཉིད་ནས་མེད་པའི་སྐྱོན་བརྗོད་བྱས་དེ་ན་ད་ཁོ་ཡར་རྒྱས་འགྲོ་ཡས་ཀྱི་ཡོད་མར་དེ་དངོས་གནས་གཞི་རྩ་ཡོད་ཡོད་མགྱོགས་ཀྱི་ད་སྐྱོན་བརྗོད་དེ་འདྲའི་རྣམ་པ་ཚོ་ཨ་ནི་ག་རེ་གནང་ཡོད་ནས་གནང་རོགས་གནང་ཞེས་ཀྱི་འོ་དེ་འདྲའི་ཆོས་ཡིན་རུང། ལགས་སོ་ཨ་ནི་མཐའ་དོན་དེ་ལ་ཡ་ད་ཨ་ནི་ད་ལྟ་རྒྱ་གར་ནང་རྒྱ་གར་དང་པ། པ་ཀི་སི་ཐན་གྱི་དམག་དེ་ཚོ་ཨ་ནི་མགྱོགས་ནས་མྱུར་དུ་ཨ་ནི་ཅིག་མཇུག་སྒྲིལ་ཡག་པོ་ཡོང་ཐུབ་ཡ་ད་ཁ་ཤས་སུ་ནི་མཇུག་སྒྲིལ་ཚར་ལ་འོ་ཡང། ད་བོད་པའི་ཡུལ་གྲུ་པར་དང་གསར་འགྱུར་མ་ཤེས་མཁན་དེ་འདྲས་ཁ་ཤས་ཀྱི་གསུང་ལྟར་བྱས་ན་ད་ལྟ་མཇུག་སྒྲིལ་ཡོད་མ་རེད་དེ་ནས་དུས་རྒྱ་མི་གྱིས་ཨ་ནི་པ་ཀི་སི་ཐན་གྱི་ལ་ཅིག་རྒྱབ་སྐྱོར་བྱེད་ཅེས་ཡང་དམག་ཤུགས་ཆེ་རུ་ཆེ་རུ་འགྲོ་ཡག་གི་དེ་འདྲས་ཉེན་ཁ་ཡོད་པ་འདྲ་བོ་བྱས་གསུང་གི་འདུག་ར་དེ་ཡིན་དུས་ད་ལམ་སང་མཇུག་སྒྲིལ་ཐུབ་ཀྱི་ཡོད་མེད་གང་ཞིག་དེ་ཡིན་དུས་རྣམ་པ་ཚོ་ཚང་མ་ལོག་གི་ཨ་ནི་དོལ་མོའི་སྐྱབས་འཇུག། ནཱ་རོ་ནཱས་ཁྱེད་ཀྱིས་འོ་དེ་འདྲའི་བྱོན། མཐའ་དོན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཙོས་པའི་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་ཐུབ་པ། དེ་རིང། འཛམ་གླིང་མཐར་དྲིན་ཅན་ཨ་མའི་ཉིན་མོ་ཆགས་ཏེ། དངོས་གནས་ཨ་མ་སི་ཡ་དེ་དག་པས་མི་སྲིད་པའི་བཀའ་དྲིན་ཆེན་པོ་ཞུ་ཆགས་དུས་རོ་དེ་ཡིན་དུས་སོ་སོའི་མི་ཚེ་ནང་ལ་བཀའ་དྲིན་ཐོག་མར་སྐྱོང་མཁན་ནི་ཨ་མ་ཆགས་ཀྱི་ཡོད་པས་སོང་ཙང་ཨ་ནི། འཛམ་བུ་གླིང་སྟེང་གི་ནང་ལ་ཨ་ནི་བྱམས་བརྩེ་བརྟན་པའི་ཨ་མ་ཚང་མ་ལ་ཡང་སྙིང་ཐག་པ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལགས་སོ་ཨང་རྣམ་པ་ཚང་མ་སླར་ཡང་ལས་ཚན་རྗེས་མའི་ནང་བརྗེས་ཆོག་ཅེས་བྱོན། ཐུགས་ཆེ་ན།